ད་བཙན་བྱོལ་ལ་སླེབས་རྗེས་ཉིས་སྟོང་བརྒྱད་ལོ་ནས་ང་དངོས་གཟུད་བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ཡར་མཉམ་ཞུགས་བྱས་ཏེ་འགོ་བཙུགས་པ་ཆགས་བསྡད་ཀྱི་ཡོད། ཉིས་སྟོང་བརྒྱད་ལོ་ལ་ག་རེ་བྱས་ནས་ད་འགོ་བཙུགས་པ་རེད་ཟེར་ན་ད་ཉིས་སྟོང་བརྒྱད་ཀྱི་ལོ་ལ་ཡར་རྣམ་པ་ཚོས་མཁྱེན་གསལ་རེད་བོད་ནང་ལོགས་ལ་ཡར་རྒྱ་ནག་གིས་བཙན་བཟུང་བྱས་པ་ནས་བྱས་ནས་ད་གང་ལྟར་བོད་ནང་ལོགས་ལ་ཡར་ངོ་ལོག་གྱེན་ལོག་རྒྱ་ནག་དམར་པོའི་གཞུང་ལ་ཡར་གྱེན་ལོག་ཤུགས་ཆེ་ཤོས་ཀྱི་ས་བྱི་ཞི་རྒོལ་ཆེན་མོ་ཆགས་ཡོད་རེད། ས་བྱི་ཞི་རྒོལ་ཆེན་མོ་ལས་འགུལ་སྤེལ་པའི་བརྒྱུད་རིམ་གྱི་ཐོག་ནས་དེ་བོད་རྒྱལ་ས་ལྷ་ས་ཙམ་མ་ཡིན་པར་མདོ་སྟོད་ཙམ་མ་ཡིན་པར་མདོ་སྨད་ཙམ་མ་ཡིན་པར་གང་དག་བོད་ཆོལ་ཁ་ཁྱོན་ཡོངས་ཆོལ་ཁ་གསུམ་ཁྱོན་ཡོངས་སུ་འམ་བོད་མི་ཡོངས་ཀྱི་ལས་འགུལ་སྤེལ་བའི་གནས་སྟངས་དེ་འབྲེལ་གྱི་ཕྱག་དེབ་འདི་བརྩམས་པ་སྐབས་དེ་དུས་རྒྱ་ནག་གཞུང་གི་ངོས་ནས་བོད་ནང་ལོག་ལ་ཡ་ཨ་ནི་བཙན་གནོན་དང་དྲག་གནོན་ཤུགས་ཆེན་པོ་ཞེ་བོ་ཅིག་བྱས་པ་ཧ་གོ་དུས་བརྩམས་པ་སོ་སོའི་ངོས་ནས་སྐབས་དེ་དུས་བོད་ནང་ལོག་གི་བོད་མི་དེ་ཚོ་ག་འདྲས་ཅིག་གི་སྡུག་བསྔལ་དང་ག་འདྲས་ཅིག་གི་དཀའ་ངལ་འཕྲད་ཀྱི་ཡོད་བའི་གནས་སྟངས་འདི་ཤེས་པ་དང་ཚོར་བའི་ཐོག་ནས་སེམས་ཀྱང་མ་བཟོད་པ་བྱས་ནས་ཨ་སོ་སོ་རང་ཉིད་བོད་ཀྱི་འཐབ་རྩོད་ཀྱི་ལས་འགུལ་ནང་ལ་དངོས་སུ་ཞུགས་པ་བཅས་ཕྱག་བྲལ་གྱི་ཡོད། ལས་འགུལ་ཞུགས་པའི་བརྒྱུད་རིམ་ནང་ལོག་ནས་དང་པོ་དེ་ཨ། ཉིས་སྟོང་བརྒྱད་ལོ་ལ་ཡག། འདི་རེད། བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱི་ཟེར་ཡག་ལས་འགུལ་ཞིག་སྤེལ་ཡོད་རེད་འདི་ནང་ལ་ཞུགས་པ་རེད། ཉིས་སྟོང་བརྒྱད་ལོ་ལ་ཡག་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཀྱི་ལས་འགུལ་འདི་ག་ཆེ་ནས་སྤེལ་བ་རེད་ལབ་པ་ཡིན་ན། སྐབས་དེ་དུས་ལས་འགུལ་མང་པོ་ཅིག་སྤེལ་གྱི་ཡོད་པ་ཡིན་ན་ཡང་ད་ག་འདྲ་ལས་འགུལ་གྱི་མཚོན་རྟགས་ཤུགས་ཆེ་ཤོས་དེ། ལས་འགུལ་གྱི་མཚོན་རྟགས་ཤུགས་ཆེ་ཤོས་དེ། ལས་འགུལ་གྱི་མཚོན་རྟགས་ཤུགས་ཆེ་ཤོས་དེ་བོད་ཀྱི་རྒྱལ་དར་དེ་ཆགས་བསྡད་ཀྱི་འདུག་སེམས་ར་ཚོས་འཐབ་རྩོད་ཀྱི་མཚོན་རྟགས་ཤུགས་ཆེ་ཤོས་ཅིག་དེ་གསུང་དོན་ཙམ་པ་བོད་ཀྱི་རྒྱལ་དར་དེ་གང་མང་མང་དགོས་ཀྱི་འདུག་ད་ང་ཤི་བོད་ཀྱི་རྒྱལ་དར་དེ་གར་བཞུགས་རེད། བོད་རྡ་རམ་ས་ལ་ཙམ་མ་ཡིན་པར་རྒྱ་གར་དང་བལ་ཡུལ། ད་ང་ཤི་ཕྱི་རྒྱལ་གྱི་ཡུལ་གྲུ་ག་བ་ཡིན་ན་ནས་བོད་ཀྱི་རྒྱལ་དར་མཐོང་ཡག་ཡོད་པ་ཅིག་བཟོ་དགོས་ཀྱི་འདུག་ཟེར་ནས་དེ་འདྲས་ཀྱི་དམིགས་ཡུལ་གྱི་ཐོག་ནས་ང་ཚོས་བོད་ཀྱི་རྒྱལ་དར་སྒྲེང་འཛུགས་སེ་ཡ་གྱི་ལས་འགུལ་ཅིག་སྤེལ་རྗེས་ཨ་ནི་དེ་བ་གཞས་པ་དང་གཞས་མ་གཉིས་སྔ་འགྱོགས་གཉིས་རྩོམ་པ་པོ་དེ་འདྲས་སྐད་བཏང་རྗེས་ང་ཚོས་དཔལ་འབྱོར་སྡུད་སྒུལ་བྱས། དཔལ་འབྱོར་སྡུད་སྒུལ་བྱས་པའི་ཐོག་ནས་བོད་ཀྱི་རྒྱལ་དར་མང་པོ་ཞིག་ཉོས་རྗེས་རིན་མེད་ཀྱི་ཐོག་ནས་བོད་ཀྱི་རྒྱལ་དར་བཀྲམ་རྗེས། ད་རྒྱ་གར་ནང་ལོགས་ལས་བཀྲམ་ཡོད་རེད། རྒྱ་གར་གྱི་ས་ཆ་གཞན་པའི་ལས་བཀྲམ་ཡོད་རེད། ད་ག་ནང་བཞིན་བོད་པའི་སྤྱི་ཚོགས་ནང་ལོགས་ནས་བཀྲམ་ཡོད་རེད། རྒྱལ་དར་བཀྲམ་རྗེས་གང་ལྟར། ཁྱེད་རང་གི་ལས་ཁུངས་ནང་ལོགས་ལ་བོད་ཀྱི་རྒྱལ་དར་བཀྲམ་རྗེས་བཞག་རོགས་གྱིས། བཙུགས་རྗེས་བཞག་རོགས་གྱིས། ཁྱེད་རང་གི་ཁང་པའི་ཐོག་ཁའི་རྩེ་ལ་བོད་ཀྱི་རྒྱལ་དར་བཙུགས་རྗེས་བཞག་རོགས་གྱིས། ད་ག་ནང་བཞིན་ཕྱི་རྒྱལ་དེ་ཚོ་ཡིན་པ་ཡིན་ན། ཁྱེད་རང་གི་སྒེའུ་ཁུང་ཕྱི་ལོགས་ལ་ཡིན་ནས་དགའ་རོགས་གྱིས། ལས་ཁུངས་ནང་ལོགས་ལ་ཡིན་ནས་དགའ་རོགས་གྱིས། དགའ་བ་ཙམ་དུས་མ་ཟད་ཨ་ནི་ཁྱེད་རང་གི་རྒྱལ་དར་དེ་ག་རེ་ཡིན་པ་འདིས་ག་རེ་མཚོན་གི་ཡོད་པ་རྒྱལ་དར་དེ་གི་དོན་གི་བདག་པོ་བོད་པ་དེ་རྒྱལ་ནང་ལོག་ལ་ཡར་དཀའ་ངལ་ག་ཚོད་འཚལ་གི་ཡོད་བ་དེ་ཚོ་མི་མང་ལ་ཕར་ངོ་སྤྲོད་བྱེད་ཆོག་ཕྱིས་ནས་རྒྱལ་དར་ཁྱོན་བསྡོམས་སྟོང་ཕྲག་ལྔ་ལྷག་ཟེར་བྱས་ང་ཚོས་དུས་དུས་འགྲེམས་སྤེལ་བྱེད་ཐུབ་པ་བྱུང་ཡོད་རེད་འདིས་ད་ངའི་མི་ཚེའི་ནང་ལོག་གི་བཙན་བྱོལ་ལ་སླེབས་པའི་རྗེས་ལས་ཡར་ཨ་ནི་བོད་དོན་འཐབ་རྩོད་ཁང་གི་ལས་འགུལ་དང་པོ་དེ་ཆགས་བསྡད་གི་ཡོད། དེ་ནས་ལས་འགུལ་གཉིས་པ་དེ་ཉིས་སྟོང་བརྒྱད་ནས་ཉིས་སྟོང་དགུ་བར་ལ་ཡ། Talk Tibets། བྱས་ནས་དབྱིན་ཇིའི་ནང་ལོགས་ལ་བོད་སྐད་ནང་ལོགས་ལ་ཡ་བོད་དོན་གླེང་བ་ཟེར་ཡག་ཅིག་ང་ང་རང་རང་གིས་ཐོག་མར་འགོ་བཙུགས་པ་ཡིན། འདི་ལ་ཡ་ཐོག་མར་འགོ་བཙུགས་དུས་ང་རང་རང་བྱས་དེ་རྗེས་ལ་ཡ་ལོག་པ་གཅིག་གཉིས་བྱས་ད་དེ་ནས་རིམ་པས་བྱས་ནས་ཨ་ནི་ཨ་མི་རི་ཀའི་མི་དེ་འདྲས་ཡོད་ད་ང་ཆེ་རྒྱ་གར་དེ་འདྲས་ཡོད་བོད་དོན་ལ་རྒྱབ་སྐྱོར་བྱེད་ངེས་ད་ད་ང་ཚོ་མི་མང་རུ་མང་རུ་ཕྱིན་རྗེས་ཐོག་མར་རེས་གཟའ་སྤེན་པ། ཟླ་བ་རེ་རེའི་རེས་གཟའ་སྤེན་པ་གཉིས་པ་ལ་ཡ། ཨ་ནི་ང་ཚོ་རྡ་རམ་ས་ལ་ཡ་བོད་ཀྱི་གནད་དོན་གྱི་ཐོག་ལ་ཡ་བརྗོད་གཞི་མི་འདྲ་མི་འདྲ་ཐོག་ལ་ཡ་བགྲོ་གླེང་བྱེད་ཡག་དེ་འདྲས་ཅིག་འགོ་བཙུགས་པ་རེད་ད་དེའི་དམིགས་ཡུལ་དེ་ག་རེ་ཞུས་བས་ན་ང་ཚོ་བོད་ཀྱི་གནད་དོན་གྱི་ཐོག་ལ་ནམ་ཞུས་ང་ཚོ་གྲོགས་པོ་གྲོགས་མོ་འཛམ་དུས་ད་ག་རེ་བྱེད་དགོས་ཀྱི་རེད་ཟེར་ཡག་གི་བགྲོ་གླེང་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་མཚམས་མཚམས་སླབ་གྲ་གཅིག་པོ་འཛོམས་དུས་བགྲོ་གླེང་ཡོང་གི་ཡོད་རེད་མཚམས་མཚམས་ནང་མི་ནང་ལོག་ལས་བགྲོ་གླེང་ཡོང་གི་ཡོད་རེད་ཡིན་ནའི་མི་མང་རང་འཛོམས་བཅས་བསམ་ཚུལ་བགྲོ་གླེང་བྱེད་ཡག་དེ་ཉུང་ཉུང་སོང་ཙང་ང་ཚོས་དེ་འདྲས་ཀྱི་བགྲོ་གླེང་བྱས་པ་ཡིན་པ་ཡིན་ན་གཅིག་ནས་ཨ་མི་སྒེར་པ་དེ་འདྲས་ཀྱི་ཐོག་ནས་བསམ་ཚུལ་སྙིང་རྗེ་བོ་ཞེ་བོ་དེ་འདྲས་ཐོན་སྲིད་ཀྱི་རེད་ཟེར་མ་འོངས་པ་དངོས་གནས་དྲང་གནས་ཀྱི་རི་བོ་ཀླུ་ཤིན་ཤུགས་ཆེན་པོ་ཡོང་ཡག་གི་བསམ་ཚུལ་དེ་འདྲས་གཉིས་ནས་ང་རང་ཚོའི་སྤྱི་ཚོགས་ནང་བློ་ལ་གོ་རྟོགས་ཤུགས་ཆེན་པོ་བཅས་སྤེལ་ཐུབ་པ་རེད་ཟེར། དེ་འབྲེལ་གྱི་དམིགས་ཡུལ་གྱི་ཐོག་ནས་བགྲོ་གླེང་ཚོགས་པ་རེད། ད་དེའི་རྗེས་ལ་ཡང་ང་ཚོ་རིམ་པས་ཡར་རྒྱས་འགྲོ་བ་བཅས་ཕྱིན་ནས་ད་ཕྱི་རྒྱལ་གྱི་མི་ཡང་ང་ཚོ་ཨ་མི་རི་ཀའི་མི་དང་རྒྱ་གར་དེ་ཚོ་མཉམ་ཞུགས་ཡོད་དུས་ཙམ་པ་ད་ང་ཚོ་བོད་པའི་གནས་ཚུལ་བགྲོ་གླེང་ཙམ་མ་ཡིན་པ་ཨ་ནི་བོད་པའི་གི་ད་དངོས་བྱུང་གི་གློག་བརྙན་གྲོགས་པོ་མན་ཇུ་ལེགས་རེད་པ་དེ་འབྲེལ་གྱི་ལྟད་མོ་དེ་འདྲས་བསྟན་ཐུབ་ན་ཡག་པོ་འདུག་ད་ག་ནས་ཤིག་འཛམ་བུ་གླིང་ནང་བློ་ལ་ཡ་མཚར་རང་བཙན་དང་རང་དབང་འཐབ་རྩོད་དང་འབྲེལ་བའི་ལྟད་མོ་དེ་འདྲས་བསྟན་ཐུབ་ན་ཡག་པོ་ཡོད་རེད་བྱས་ནས་ཡང་ང་ཚོས་ད་རེས་གི་གཟའ་སྤེན་པ་དེ་ལ་ཡར་བགྲོ་གླེང་བྱས་པ་ཡིན་ན་དེའི་རྗེས་ཀྱི་གཟའ་སྤེན་པ་དེ་ལ་ཡང་གློག་བརྙན་དེ་འདྲས་བསྟན་གློག་བརྙན་བསྟན་ཚར་བ་དག་ག་རང་ལ་ཡང་གློག་བརྙན་སྟེང་གི་བརྗོད་གཞི་དང་འབྲེལ་བའི་ཐོག་ནས་བགྲོ་གླེང་བྱེད་ཡ་བྱས་ནས་ག་འདྲ། རེད་ས་སྤེན་པ་རྟག་པར་ཞིག་ང་ཚོ་གི་འདི་འདྲས་ཀྱི་ལས་འགུལ་སྤེལ་བསྡད་རྗེས་ཉིས་སྟོང་བརྒྱད་དང་དགུ་ལ་འདི་འདྲས་ཀྱི་ལས་འགུལ་སྤེལ་བ་ཡིན་ཟེར་བྱས་ནས་དེ་རེད། ད་ལས་འགུལ་འདི་འདྲས་སྤེལ་བའི་བརྒྱུད་རིམ་ནང་ལོག་ནས་ན་སོ་སོ་གི་ལས་འགུལ་གསུམ་པ་འདི་ལས་འགུལ་འདི་འདྲས་སྤེལ་བའི་བརྒྱུད་རིམ་གི་ནང་ལོག་ནས་འཐབ་རྩོད་པ་མང་པོ་ཅིག་ངོ་ཤེས་མཁན་ཡོད་རེད་ད་གཞོན་ནུའི་རེད་ད་ག་ནང་བཞིན་སློབ་ཕྲུག་ཚོགས་པ་རེད་དམངས་གཙོ་ཚོགས་པ་རེད་འདི་འདྲས་ཀྱི་འཐབ་རྩོད་པ་འདི་འདྲས་ངོ་ཤེས་པའི་བརྒྱུད་རིམ་གི་ཐོག་ནས་ད་ང་ས་གནས་གཞོན་ནུ་རྣམས་ལ་འཛུལ་དགོས་ཀྱི་འདུག་ཁྱེད་རང་འཛུལ་བ་ཡིན་ན་ཞི་བ་ཞིག་ཕན་ཐོགས་ས་རེད་བྱས་ནས་འདི་འདྲས་ཀྱི་བསམ་ཚུལ་ལས་བྱེད་ལྟ་ཞིབ་ཚགས་པོ་སུས་ལབ་པ་དང་ག་འདྲས་ལབ་པ། ལྟ་ཞིབ་ཚགས་པོ་ཞུ་འབུལ་བ་བྱས་ར་བ། གང་ལྟར་ས་གནས་གཞོན་ནུའི་ནང་འཛུལ་ན་ཡག་པོ་ཡོང་ས་རེད་བྱས་ནས་ཉིས་སྟོང་དང་བཅུ་ལོ་ལ་ཡང་ང་དྷ་རམ་ས་ལ་ས་གནས་གཞོན་ནུའི་འོས་གཞི་ལ་ཡང་ལངས་པ་རེད། དྷ་རམ་ས་ལ་ས་གནས་གཞོན་ནུའི་འོས་གཞི་ལ་ལངས་རྗེས་ང་བཅུ་མ་ལྟ་དགུ་འདྲ་པོ་ཆགས་ཀྱི་ཡོད་ས་རེད་ར་བ། དྷ་རམ་ས་ལ་ས་གནས་གཞོན་ནུའི་འོས་གཞི་ལ་ལངས་རྗེས་ས་གནས་གཞོན་ནུའི་རྒྱུན་ལས་ལ་འོས་འདེམས་བྱུང། ཐོག་མར་དེ་ལ་ཡང་ས་གནས་གཞོན་ནུ་གིས་ཤེས་རིག་འགན་འཛིན་བྱས། དེའི་རྗེས་ལ་ཡང་ས་གནས་གཞོན་ནུ་གིས་དྲུང་ཆེའི་འགན་ཁུར་ཞུས་རྗེས། སྐབས་གཉིས་ཀྱི་རིང་ནས་ཀྱང་རྡ་རམ་ས་ལར་ས་གནས་གཞོན་ནུ་ཀྱི་ལས་འགུལ་སྤེལ་བ་ཡིན་ད་ལས་འགུལ་སྤེལ་བའི་ནང་ལོགས་ནས་ས་གནས་གཞོན་ནུ་ནས་འཛུལ་བ་ཙམ་མ་རེད། ས་གནས་གཞོན་ནུ་རྣམས་ལ་འཛུལ་རྗེས་ལས་འགུལ་སྤེལ་རྗེས་སྐབས་དུས་དུས་རྒྱ་བལ་འབྲུག་གསུམ་ཁྱོན་ཡོངས་ཀྱི་ས་གནས་ནང་ལོགས་ནས་ལས་འགུལ་རྩེད་འབུད་འདྲ་བོ་ཞིག་སྤེལ་བསྡད་ཡོད། དམིགས་བསལ་གྱིས་ང་ས་གནས་གཞོན་ནུ་བྱས་པའི་བརྒྱུད་རིམ་ནང་ལོགས་ལ་ཡང་ལས་འགུལ་སྤེལ་རྗེས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་ཆེན་གྱི་ཐོག་ལ་ཡང་ས་གནས་གཞོན་ནུ་རྩེད་འབུད་ཨང་ཀི་དང་པོ་དེ་ཡིན་གཟེངས་རྟགས་ཐོབ་པ་བྱུང་བསྡད་ཡོད་ཅེས་ནས་ཞུ་ཡག་ཡིན་རེད་བ། ད་ལས་འགུལ་གཅིག་གཉིས་དམིགས་བསལ་གཞོན་མགོ་བ་ཆེ་ཁྱོན་ཡོངས་ཀྱི་ལས་འགུལ་ཕྱོགས་བསྡོམས་འགྲོ་བ་བྱས་པ་ཡིན་ན་ཨ་ནེ་གཞོན་ནུ་ལྷན་ཚོགས་ཀྱི་འཁྱགས་གོམ་ས་གནས་གཞོན་ནུ་བརྒྱ་ཅུ་གྱ་གྲངས་ཅིག་ཡོད་པ་ནང་ལོགས་ནས་ས་གནས་གཞོན་ནུའི་རྩིས་འབུལ་ཨང་ཀི་དང་པོ་སྟེང་གི་གཟེངས་རྟགས་ཐོབ་པ་བྱུང་བསྡད་ཡོད་དེ་ད་ག་ས་ཐོབ་པ་མ་རེད་ང་ཚོས་ལས་འགུལ་འདྲ་མི་འདྲ་མང་པོ་ཞེ་བོ་ཅིག་སྤེན་པ་ལ་བརྟེན་བྱས་ཐོབ་པ་རེད་ཞེས་ནས་འདི་ང་ཚོ་གི་ལག་ལེན་གྱི་ཐོག་ནས་ཅིག་ཆགས་བསྡད་ཀྱི་ཡོད་ཞེས་ནས་ཞུ་ཡ་འདི་ཡིན་གསུངས་པ་དེ་ད་ཞི་བ་ལ་ཆ་མཚོན་པ་ཡིན་ན་ཉིས་སྟོང་བཅོ་གསུམ་ནས་བཅུ་དགུ་བར་དུས་སྐབས་གཉིས་ཀྱི་རིང་ནས་རྒྱ་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་ཆེན་སྐབས་བཅོ་ལྔ་དང་བཅུ་དྲུག་གི་ཐོག་ལ་ཡ་ཨ་ནི། བོད་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ལ་ཡ་འོས་འདེམས་བྱུང་རྗེས། ལོ་དྲུག་གི་མཇུག་ལ་ཡ། ཐོག་མའི་ལོ་གསུམ་གྱི་རྗེས་ལ་ཡི་ནས་གང་ལ་གང་འཚམ་ཡར་རྒྱས་ཕྱིན་གང་ལྟར་ལོ་དྲུག་གི་རྗེས་ལ་ཡ་གཞོན་ནུ་ལྷན་ཚོགས་ཀྱི་གནས་སྟངས་དེ་ལོ་གསུམ་ལོ་དྲུག་གི་གོང་ན་ཚུད་རྩིས་སླེབས་པ་ལྟར་བྱས་པ་ཡིན་པས་ན་ཨ་ནི་གང་ལྟར་མང་ཚོགས་ཀྱི་ནང་ལོགས་ནས་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་ལ་ཡ་ཆེ་མཐོང་དང་ཡིད་ཆེས་ཚད་མཐོ་པོ་ཐོབ་ཡ་དང་གང་ནས་མ་ཡིན་པ་ཡི་ནས་གཟིགས་ཕྱོགས་དང་གདེང་འཇོག་མཐོ་པོ་གནང་ཡ་དེ་འདྲས་ཀྱི་གནས་སྟངས་ཅིག་ལ་སྐྱེལ་ཐུབ་པ་བྱུང་བས་ཡོད་ཞེས་ཞུ་ཡ་གཅིག་དེ་ཡིན། གཉིས་ནས་སྐབས་དེ་དུས་གཞོན་ནུ་ལྷན་ཚོགས་ཀྱི་དབུས་གཡུལ་རྒྱབ་རྒྱུན་ལས་ཁང་ལ་དྲུང་ཆེ་བྱེད་པའི་སྐབས་ལ་ཡཱ། ཨ་མི་རི་ཀའི་ནང་ལོགས་ལ་ཡིན་ལས་ལས་ས་གནས་ཁག་བཞི་བཙལ་ཅིང་ཉམས་བཅད་རྒྱུ་རིང་པོ་ཆེ་སླར་གསོ་བྱེད་མ་ཐུབ་པ་བྱེད་མ་ཐུབ་པ་བྱས་ལྷག་དེ་མགྱོགས་དེ་འདྲས་ཅིག་ཡིན་ནས་སླར་གསོ་བྱེད་ཐུབ་པ་བྱུང་བསྡད་ཡོད། ད་ག་ན་ཕྱིའི་རྒྱ་གར་ནང་ལོགས་ལ་ཡིན་ལས་ས་གནས་གཞོན་ནུ་ཉམས་ཆག་ཕྱིན་པ་དང་ཕྱི་ལོགས་ལ་མ་དོན་ཟིན་པ་དེ་འདྲས་ཁ་ཤས་ཀྱིས་སོ་སོ་གི་དཀའ་ལས་བརྒྱབ་རྗེས་ཡཱ་བཅུག་ཐུབ་པ་དང་སླར་གསོ་བྱེད་ཐུབ་པ་དེ་འདྲས་ཀྱི་གནས་སྟངས་བཅས་ཆགས་བསྡད་ཀྱི་ཡོད་ཟེར་ནས་བསྡད་སྙམ་དུ་སྙན་སེང་ཞུ་ན་དྲན་སོང། དེ་ནས་ཉིས་སྟོང་ཉི་ཤུ་ཐམ་པ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་ལ་ཡཱ་ཨནི་ནིའུ་ཡོག་ལ་སླེབས་ནས་ནིའུ་ཡོག་གི་ས་གནས་གཞོན་ནུའི་རྒྱུན་ལས་ལ་ཡཱ་འོས་འདེམས་བྱུང་བ་རེད། ས་གནས་གཞོན་ནུའི་རྒྱུན་ལས་ལ་ཡཱ་འོས་འདེམས་བྱུང་བའི་རྗེས་ལ་ཡཱ་ས་གནས་གཞོན་ནུའི་སྐབས་དེ་དུས་ཚོགས་གཙོ་ལ་འོས་འདེམས་བྱུང་བ་རེད། ཚོགས་གཙོ་ལ་ཡཱ་འོས་འདེམས་བྱུང་རྗེས་ཡང་དེ་གའི་ཚོགས་གཙོ་གི་འགན་ཁུར་བ་ཙམ་མ་ཡིན་པར་ས་གནས་ནང་ལོགས་ལ་ཡཱ་སྐབས་དེ་དུས་རྒྱ་ནག་གི་ནད་ཡམས་ཀྱི་རྐྱེན་གྱིས་བྱས་རྩ་བའི་མི་དམངས་མཉམ་ཞུགས་བྱེད་ཡ་རེད་མི་དམངས་འདུ་འཛོམས་རེད་མང་པོ་ཅི་ལ་ཡཱ་དཀའ་ངལ་འཕྲད་ཀྱི་ཡོད་རེད་འདི་ལས་གང་ལྟར་ང་ཚོ་རྒྱུན་ལས་ཚོའི་ངོས་ནས་གང་དག། ལྷག་བསམ་རྣམ་དག་གི་ཐོག་ནས་དཀའ་ལས་བརྒྱབ་བྱས་ཕལ་ཆེར་སྐབས་དེ་དུས། ས་གནས་གཞོན་ནུ་ཁྱོན་ཡོངས་ནང་ལོགས་ནས་ལས་འགུལ་མང་ཤོས་སྤེལ་ངེས་ཀྱི་ཆགས་བསྡད་ཀྱི་ཡོད་ལབ་པ་ཡིན་ནས་མ་འགྲིག་པ་མེད་བདེན་འགྱོག་གི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད། དེ་མ་ཟད་དེ་སྐབས་དུས་སྐབས། ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་ཐམ་པ་དང་ཉི་ཤུ་རྩ་གཉིས་ཀྱི་སྐབས་དེ་དུས་ཙམ་པ་ནིའུ་ཡོག་དང་ནིའུ་ཇེར་སིའི་ས་གནས་གཞོན་ནུའི་ཚོགས་གཙོ་ཆེ་བའི་སྐབས་དེ་ལ་ཡ། ད་ལྟ་ནིའུ་ཡོག་ནང་ལོག་ལ་ཡང་རྟེན་གཞི་བྱས་པར་གྱིན་བོད་པ་མ་ཡིན་པར་གྱིས་ད་ག་ནང་རྒྱ་ནག་གི་བཙན་གནོན་འོག་ལ་ཡང་དཀའ་ངལ་མྱོང་བཞིན་པ། ད་ལྟ་ཧོང་ཀོང་རེད་སོག་པོ་རེད་ཡུ་གུར་རེད་ད་ག་ནང་བཞིན་ཐའེ་ཝན་རེད་འདི་ཚོགས་ཀྱི་འཐབ་རྩོད་པ་ཚང་མ་བསྐོངས་རྗེས་ད First ད་ལྟ Asian American Alliance Conference ཡང་འདི་འདྲས་ཅིག་གོ་སྒྲིག་ཞུ་ཐུབ་པ་བྱུང་བསྡད་ཡོད་འདི་གོ་སྒྲིག་ཞུ་བའི་ལ་རྟེན་ཅན་ད་ང་ཚོ་བོད་པ་ཙམ་མ་ཡིན་པར་བོད་པ་མ་ཡིན་པར་གྱིས་རྒྱ་ནག་འོག་ལ་བཙན་གནོན་མྱང་རྒྱུ་མྱང་འདོད་ཉིད་དེ་ཚོ་མཉམ་འདུས་འབྲེལ་ལམ་ཡར་རྒྱས་ཀྱི་ཐོག་ནས་ཡང་མཉམ་རུབ་ཀྱི་ཐོག་ནས་ནུས་པ་སྤུངས་འདུག་ཡ་དེ་འདྲ་ལས་ཡག་ཐུགས་ཕན་སོས་པ་བྱུང་བསྡད་ཡོད་ཟེར་ནས་ཞུ་བ་འདི་ཡིན། ད་དེ་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ཡ་ད་སོ་སོ་རང་ཉིད་དང་ནིའུ་ཡོག་ལ་བདེ་མགྱོགས་ཀྱི་འཐབ་གྲོགས་གསུམ་མཉམ་འདུས་ཡར་ལུང་དེ་ནས་གང་ཟེར་ཡ་ཅིག་བཙུགས་པ་ཡིན་འདི་ག་རེ་བྱས་ནས་བཙུགས་པ་ཡིན་ལབ་པ་ཡིན་ན་ད་ང་ཚོ་ནམ་རྒྱུན་བོད་དོན་ཐོག་ལ་ཡང་ལས་ཀ་མང་པོ་བྱས་པ་རེད་སྤྱི་པའི་ཐོག་ལ་ཞབས་ཕྱི་མང་པོ་ཞུས་པ་རེད་དེ་འདྲས་ཀྱི་ཐོག་ནས་ད་མ་འོངས་པར་མུ་མཐུད་ཅིག་ཞབས་ཕྱི་ཞུ་ཐུབ་ཡག་གི་གནས་བབ་ག་རེ་འདུག་ག་རེ་ཐོག་ལ་ཞབས་ཕྱི་ཞུ་ཐུབ་ས་རེད་ག་རེ་ཐོག་ལ་ཞབས་ཕྱི་ཞུ་དགོས་ས་རེད་དེ་འདྲས་ཀྱི་གྲོས་བསྡུར་བྱེད་པའི་སྐབས་ལ་ཡིན་ན་ད་ད་ལྟའི་ཆ་ལ་ཡང་ང་ཚོས་དཀའ་ངལ་ཆེ་ཤོས་དང་ཨ་ནེ་གནད་འགག་རྫ་དྲག་ཤོས་འགྲོ་བ་གཅིག་དེ་མ་འོངས་པའི་བོད་ཀྱི་བདག་པོ་ཟེར་ནས་མ་རེད་བོད་ཀྱི་འཐབ་རྩོད་པ་ཟེར་ནས་མ་རེད་བོད་ཀྱི་བདེན་དོན་འཐབ་རྩོད་པ་རྒྱུན་སྐྱོང་བྱེད་བྱེད་མཁན་ཟེར་ནས་མ་རེད་དེ་ཚོ་མི་རབས་གསར་བ་དེ་ཆགས་བསྡད་ཀྱི་ཡོད་རེད་གཞོན་སྐྱེས་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་ད་ལྟའི་སྤུ་གུ་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་སོང་ཙང་དེ་ཚོས་ཀྱིས་ཨ་ནི་སྐད་བོད་ཀྱི་སྐད་དང་རིག་གཞུང་གི་ཐོག་ལ་ཡ་ཨ་ཅིག་ཤེས་དགོས་ཡ་ཅིག་དང་བོད་པའི་ལ་རྒྱ་ཡོད་དེ་ཡོད་ཅིག་འདི་འདྲས་ཤིག་བཟོ་མ་ཐུབ་པ་ཡིན་པ་ཡིན་ན་རིམ་པས་ཨ་ནི་བོད་ཀྱི་རྩ་དོན་འཐབ་རྩོད་ཉམས་ཆག་འགྲོ་ཡ་དང་བོད་པའི་ལ་རྒྱ་མེད་པ་ཆག་འགྲོ་ཡ་རིམ་པས་ང་ཚོ་བཙན་བྱོལ་ནང་ལོགས་ན་གནས་པ་ཙམ་གྱིས་མ་གཏོགས་ཨ་ནི་བོད་ཀྱི་བདེན་པའི་འཐབ་རྩོད་ཟེར་ཡ་དེ་རང་བཞིན་གྱིས་བརླག་འགྲོ་ཡ་དེ་འདྲས་ཅིག་ཆག་སྲིད་ཀྱི་རེད་ཟེར་ཡ་གིས་དེ་འདྲས་ཀྱི། བསམ་ཚུལ་གྱི་གླེང་ཡོང་གི་འདུག་དེ་གསུངས་དུས་ཙམ་མ་ང་ཚོ་རོགས་པ་ཞིག་མཉམ་རུབ་ཀྱི་ཐོག་ནས། ཡར་ཀླུང་ལྟེ་གནས་ཁང་ཟེར་ཡག་ཅིག་སྐོར་བཙུགས་རྗེས་ད་ལྟ་ནིའུ་ཡོག་དང་ནིའུ་ཇེར་སི་ནང་བཞུགས་ཉིན་གྱི་ད་བོད་པའི་སྤུ་གུ་ཚོ་ལ་ཡ། བོད་སྐད། བོད་ཡིག། ཨ་ནི་དག་ན་ཞིག་དེ་མ་ཡིན་པར་རིག་གཞུང་དང་དེ་འདྲའི་རླབས་ཡག་གི། འགོ་བཙུགས་རྗེས་ད་ད་ལྟ་ལོ་གཅིག་དང་ཕྱེད་ཀ། ལོ་གཉིས་མ་ཟིན་ཟིན་ཞིག་འགྲོ་བསྡད་ཀྱི་ཡོད་དེའི་རིང་ལ་ཡིན་ནའི་ང་ཚོ་ཚང་མ་ལོག་སྟེ། གླ་ཆ་ཕིང་ཅིག་མེད་པའི་ཐོག་ནས་ཨ་རེ་སེ་སྤེན་པ་སྟག་ལྤགས་རེ་ཞིག་དུས་ཚོད་བཏང་རྗེས་འདུག་སེ་ལས་ཀ་བྱས་བསྡད་ཀྱི་ཡོད་ཟེར་ནས་ད་ག་འདྲ་ད་ལྟའི། ཉེ་ཤོས་ཀྱི་ལས་ཀ་འདྲ་བོ་དེ་འདིའི་ཕྱག་འདེབས་ཀྱི་ཡོད་ད་ལྟ་ཡིན་ནས་འདི་བྱས་དང་བྱེད་བཞིན་པ་ཡིན་ཟེར་ནས་ཐ་དད་པའི་ལོ་ངོ་བཅུ་དྲུག་གི་རིང་ལ་ཡང་ལས་དོན་སྙིང་བསྡུས་འགྲོ་བོ་ཅིག་ཞུས་དགོས་ན་འདི་འདྲས་ཀྱི་ཕྱག་འདེབས་ཀྱི་ཡོད།